ཚེ། ལོ་ཉི་ཤུ་རྩ་གྲངས་རིང་ལ་བོད་ཀྱི་ང་ཡི་སྡིག་སྡུག་དེ་ག་རེད། གཞན་ནི། ཨེ་ནི། ང་ཚོ་ཚང་མ་ལོག་གི། ཅེས་ལོ་ཟླ་རེ་ཞིག་ལྟར་འབྱུང་འགྱུར་ལོ་བཅོ་ལྔ་ཉི་ཤུ་གཅིག་རིང་ལ་ཡ་འདུག་ཟེར་ནས། ལོ་ཟླ་རེ་ཞིག་བསགས་འདྲ་བའི་དུས་ཆེན་དེ་སེམས་སྐྱིད་རེ་རེ་བྱེད་ཀྱི་ཡིན་ན་དེ་ཡག་པོ་མེད་འགྲོ་བསམ་དྲན་བྱུང།

ད་དེ་གིན། རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་གྱིས། ཧ་ལས་པའི་ནུས་པ་ཆེན་པོ་རེད་འདུག་ག། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་སྒོམ་ཡག་རེད། གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་སྒོམ་ཡག་རེད། འཕྲལ་གྱི་ཅིག། སེམས་སྐྱིད་པ་གཟུགས་བདེ། དེའི་བྱང་ཆུབ་ཀྱི་སེམས་སྒོམ་ནས་ཡོང་དགོས་རེད། རེད་བ། ཨ་ནི་ས་ལམ་བགྲོད་ཡག་དེའི་བྱང་ཆུབ་ཀྱི་སེམས་ཀྱི་ཐོག་ནས་ཨ་ནི་ཐེག་པ་ཆེན་པོའི་ས་ལམ་བགྲོད་ཡག་སྡུགས་སུ་འགྲོ་གི་ཡོད་རེད། ཨ་ནི། མངོན་པ་རྫོགས་པར་སངས་རྒྱས་ནས་སངས་རྒྱས་བཅོམ་ལྡན་འདས་དེ་དེའི་རྗེས་འབྲངས་ཏེ་ཡིད་དེ། དུས་ད་ལྟ་ཡིན་ནས་ང་རང་ཚང་མ་ལོག་པས་ཡང་རྗེས་སུ་དྲན་པའི་ཐོག་ནས། ལུས་ཀྱི་བ་གུ་དང་མིག་ནས་མཆི་མ་འཁྲུགས་འདུག་ཟེར་ནས་སངས་ཏེ་གཙོ་བོ་གཙོ་བོ་བྱང་ཆུབ་སེམས་ཀྱི་མཐུར་བསྟན་ནས་ཡོང་བསྡད་ཀྱི་འདུག་བ། བྱས་ཙང་ང་ང་རང་ཚོས་ད་རང་གཅེས་འཛིན་ཡོད་ན་གཅེས་འཛིན་བྱེད་སྟངས་དེ་རྒྱུ་མཚན་ལྡན་པ་ཅིག་གིས་ད་གཅེས་འཛིན་བྱེད་དགོས་རེད། ཁྱེད་ཚོ། ང་དེ་འདྲའི་དྲིན་སྐར་རེད། རང། བྱང་ཆུབ་སེམས་སྒོམ་ཡག་ཟེར་གི་དེ་རང་གཅེས་འཛིན་ཁ་ཡོད་ལག་ཡོད་དེ་རེད་ཤར་བསམ་དྲིན་སྐར་རེད། འཕྲལ་དུ་བདེ་བ་ཕུགས་ལ་ཕན་པ་རང་སྐྱིད་པ་རོགས་སྐྱིད་པ་ཚང་མ་ལོག་དེ་སེམས་པ་བཟང་པོ་བྱས་ན་ཡོང་ཡག་འདུག་ཨ། ཆོས་མཁས་མ་ལ་ངས་མི་གཅིག་ཡིན་ནའི་སེམས་པ་བཟང་པོ་བྱས་ན་ཁོ་གྲོགས་པོ་མང་པོ་ཡོང་གི་རེད།

ངོ་དགའ་དཔལ་ལེ་རུ་བྱིས་ཀྱི་རི་མ་དོ་ཀི་རྒྱབ་ལོགས་ནས་ཤ་ཚ་བྱེད་མཁན་གཅིག་ཡུང་མར་བ། ཕན་པའི་བསམ་པ་ཡག་པོ་བྱེད་པ་ཡིན་ན་དུད་འགྲོ་ཚུན་ཆད་ཀྱི་དགའ་བོ་གཅིག་འདུག་ག་དཔེ་གལ་ཆེན་པོ་རེད་ཤག་ཕན་པའི་བསམ་པ་ཟེར་དེ་ཆོས་ཡོད་ནས་རེད་ཆོས་མེད་ནས་རེད་གང་ལྟར། བྱང་ཆུབ་ཀྱི་སེམས་ཟེར་དེ་ཕན་པའི་བསམ་པ་ཤེས་རབ་ཀྱི་གྲོགས་དང་བཅས་པའི་ཕན་པའི་བསམ་པ་རྒྱུ་མཚན་ལྡན་པ་གནས་སྐབས་དང་མཐར་ཐུག་གི་འདོད་དོན་ཚང་མ་སྒྲུབ་ཡག་གི་དམིགས་ཡུལ་དེ་འདི་ཞེས་གསུངས་པས་ད་བློ་ཇེ་ཡིན་དུས་ཚང་ནས་རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱིན་གཟུགས་སེམས་ནས་བསྐྱེད་པར་གྱིས། ད་དེ་འདྲའི་གི་སེམས་ཅིག་བསྐྱེད་ནས་སེམས་བསྐྱེད་སེམས་པ་བཟང་བ་ཙམ་ལ་ཆ་མ་བཞག་པར་བྱས་རྗེས། བྱང་ཆུབ་མཆོག་གི་སེམས་ནས་བསྐྱེད་ཀྱིས་ནི་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་གྱིས་འགྲོ་ལ་ཕན་ཆད་སངས་རྒྱས་འགྲུབ་པར་ཤོག་ས་དེ་གིས། སེམས་ཅན་ཐམས་ཅད་བདག་གི་བདེ་བའི་མགྲོན་དུ་གཉེར་གྱིས་ཡིན། རེད་བ།

རེད་བ། ད་ལྟ་འདས་པའི་རྒྱུ་མཚན་ལྡན་པ་རེ་དོགས་ང་ངས་རིག་ཟེར་ཏེ་རང་བྱས་རྩིས་ཡག་པོ་བྱེད་མཁན་ནི་བྱང་ཆུབ་སེམས་ཁོང་དགོར་ཟེར་ཏེ་ཨེ་ནས། འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་བདེ་འདོད་ལས་བྱུང། འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་ཞལ་འདེབས་འདོད་ལས་བྱུང། མང་དུ་བཤད་ད་མང་དུ་བཤད་ད་ཅི་ཞིག་དགོས། བྱིས་པ་རང་གི་དོན་བྱེད་ད་ཐུབ་པ་ཞིག་ཡིན་དོན་བདུན་གྱིས་ནི་ཁྱད་པར་འདོད། དང་སྤྱོད་འཇུག་གི་ཚིག་དེ་བཞི་པོ་ཅི་རེད་ཤག་དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་དལ་ནས་དལ་བར་འགྲོ་བ་ལ་སེམས་ཤིག་སུ་ཞིག་གྱིས་ལུས་འགྱུར། ཧ་ལས་པ་རེད་འདུག་ག་རེད་དམ། བདག་དེ་བཞིན་གྱི་སྡུག་བསྔལ་དང་ཡག་ཐག་ཅེས་པར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་ཅེས་འདི་གསུངས་ཤག་བཞི་པོ་ཅི་གི་བསླབ་ཆེན་པོ་རེད་ཤག་སྡོམ་ཆེན་པོ་བཞི་པོ་ཅི་རེད་ཤག་དེང་སང་ད་དེ་རིགས་ང་རང་ཚོ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དང་མཇལ། ཨེ་འདིའི་སྣང་ཚད་ནི་བྱང་ཆུབ་ཀྱི་སེམས་ཀྱི་གདམས་པ་ཅིག་ང་ཚོ་མཇལ་ཆེད་དུ་ཡོད་དེ་བས་དཀའ་སྡུག་དེ་སྟོན་པའི་བཀའ་དྲིན་རྗེས་སུ་དྲན་ཡག་སོ་སོ་ཡིན་ནའི་བས་རང་དོན་ནི་དགོས་འདུག་མཐར་ཐུག་གི་རང་དོན་བས་རྒྱུ་མཚན་ལྡན་པ་ཅིག་གིས་རེད་ད། ཨོ་འདི་འདྲའི་ཅིག་གིས་ད་རང་གཞན་གྱི་དོན་སྙིང་བསྒྲུབ་ཡག་ད་སེམས་ཀྱི་ཡ་འདི་ལ་ལྷག་ག་མི་འདུག་གསར་པ་ཆེ་ཆེ། སྐུ་གཟུགས་བློ་དང་ཡོད་ས་ཡ་དེ་ཨེ་ནས་ཚ་གསུམ་ང་ཚོ་མཉམ་དུ་སྟོན་ཤོག་ཨ།

སྤྱོད་རྒྱུ་ནི་གསུང་ཡག་ནོར་ཆེན་རེད། ལོང་བའི་ཕྱག་དར་ཕུང་པོ་ལས་ཇི་ལྟར་རིན་ཆེན་རྙེད་པ་དང་དེ་བཞིན་གཞི་ཤིག་བཏགས་ཏེ་དེ་ཕྱིར་འདོན་ལྟ་ལ་གྱིས། འགྲོ་བའི་འཆི་བདག་འཇོམས་བྱེད་པའི་བདུད་རྩིའི་མཆོག་ཀྱང་འདི་ཡིན་ནོ། འགྲོ་བའི་ནད་རོ་བྱེད་ཤེས་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ། སྲིད་ལམ་འཁྱམས་ཤིང་དུལ་བ་ཡིན་འགྲོ་བའི་ངན་སོའི་ལྗོན་ཤིང་ཡིན། དངོས་གནས་རེད་དོ་བ་ད། སྲིད་པ་འཁོར་བ་ལ་གནས་དེ་ཡོད་རེད། ལས་དང་ཡོང་པའི་གཞན་དབང་ཅན་རེད། རེད་དེ་ཡིན། སེམས་པ་བཟང་པོ་གཅིག་ཏུ་སྐྱེས་ནས་ཅི་ཐུབ་ཐུབ་ཀྱིས་གཞན་ཕན་གྱི་འདུག་ཟེར་བ་ཡིན་ན། གང་འདྲ། སྲིད་པ་འཁོར་བ་ལ་འདྲ་ལུས་འདི་ཉོན་མོངས་པའི་གཞན་དབང་དུ་གྱུར་པའི་ལས་ཉོན་གྱིས་འཕངས་པའི་ལུས་ཕྱིར་བླངས་ཕྱིར་བསྡད་ཡོད་རེད་དེ་ཡིན་ནའི། ཁོ་གོ་ཆོད་བསམ་པ་ཅིག་གིས་འདུག་ཨ། ཨེ་ནས། ས་དེ་འདྲ་ཡིན་དུས་ཙང་ནས་ད། ཁ་སང་ད་དེ། ཧོ་ད་དེ་རེད་ད་གང་འདྲ་ཨེ་ནས། འགྲོ་བའི་ས་འདུས་ཙང།

ད་ང་རང་ཚོ་འང་ད་དེ་ཤེས་རིག་འདོད་ཆགས་ཀྱི་ཕུང་པོ་ཐ་མལ་པའི་ལུས་ཀྱི་འདི་ཞིག་བླངས་ནས་ང་རང་ཚོ་གཅིག་འདྲི་གཅིག་གསུང་བྱས་ནས་བསྡད་འདི་བ་འདིའི་ས་ནས་ད་ག་ཚོད་ཐུབ་ཐུབ་ཀྱི་གཞན་ཕན་གྲུབ་ན་རེ་ད། ཁོ་དཔེ་ཡག་པོ་འདུག་ག་སྲིད་ལམ་འཁྱམས་ཤིག་འདུག་པ་ཡིན་འགྲོ་བའི་ངན་ཤུགས་ཅུང་ཞན་ཡིན་འགྲོ་བ་ཐམས་ཅད་ངན་འགྲོ་ལས་གྲོལ་བར་བྱེད་པའི་སྤྱི་ཏི་ཡིན་འགྲོ་བའི་ཉོན་མོངས་དུང་ཟེར་བའི་སེམས་ཀྱི་འདའ་བ་ཤར་བ་ཡིན་འགྲོ་བའི་མི་ཤེས་རབ་རིགས་དང་དཔྱད་གཞི་ཉི་མ་ཆེན་པོ་ཡིན་དམ་ཆོས་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་ཆུང་བ་ཡིན། འགྲོ་བའི་འགྲོ་ཀུན་སྲིད་པའི་ལམ་གྱིས་བདེ་བའི་ལོངས་སྤྱོད་སྤྱད་པར་འདོད་པ་ལ་དེ་ནི་བདེ་བའི་མཆོག་ཏུ་ཉེ་བར་སེམས་ཅན་འདུལ་བྱེད་ཚིམ་པར་བྱེད་པ་ཡིན་བདག་གིས་དེ་བཞིན་སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔར་འགྲོ་བ་བདེ་གཤེགས་ཉིད་དང་ནི་བར་དོ་བདེ་ལ་འགྲོ་འདུལ་བའི་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས། ད་འདི་ཙམ་བཏང་བ་ཡིན་ན། ང་ཚོ་གནོད་པ་བྱེད་མཁན་དེ་འདྲ་ལས་གཞན་ལ་བྱ་ག་གི་མི་འདུག་ག། གནོད་བྱེད་ཅིག་མི་དང་མི་མ་ཡིན་འབྱུང་པོ་འདི་གཉིས་འདི་གཉིས་ཁོ་རང་ཚོའི་དོན་དག་བྱེད་ཅིག་ང་ཚོ་ཙམ་བཏང་བསྡད་ཀྱི་ཡོད་རེད།